བོད་གངས་ཅན་གྱི་ལྗོངས་སུ་ན། སངས་རྒྱས་ཀྱི་ཆོས་དངོས་གནས་དྲ་གནས་ཀྱི་ས་ལྟར་ཏོག་ལྟར་ཞེའུ་ཅིག་གི་ཕྱིན་པ་ཅིག་གིས་ད་ལུག་མགོ་ཞིག་ཆགས་འདི་ཡོད་རེད་ད་ལུག་མགོ་འདི་ནི་གྲལ་རེད་རེད། ད་ཧི་མ་ལ་ཡའི་རི་རྒྱུད་འདི་ཡི་འདི་དངོས་གནས་དྲ་གནས་ཀྱི་སངས་རྒྱས་ཀྱི་ཆོས། ཅེས་བོད་གངས་ཅན་གྱི་ཆེས་བརྟན་པའི་འགྲོ་སྟངས་ནང་བཞིན་གཅིག་གིས་ཧི་མ་ལ་ཡའི་རི་རྒྱུད་འདི་དེ། ཡོངས་སུ་རྫོགས་པའི་སངས་རྒྱས་ཀྱི་བསྟན་པའི་གནས་ཏེ། བོད་ཀྱི་སྐར་ཚོགས་རེ་འགའ་ཞིག་སྤྲོ་བཞིན་དུ་འཛིན་སྐྱོང་བྱས་བྱས་འདུག་ས་རེད། གང་ལྟར་སངས་རྒྱས་ཀྱི་ཆོས་དེ་འཛམ་བུ་ནས་འདི་གང་ལ་མུ་མཐུད་ནས་བསྡད་དེ་ཡང་ཅིག་གསལ་པོ་ཤར་རེ་ཤར། ནུབ་ཕྱོགས་རྒྱལ་ཁབ་པའི་ཚན་རིག་ཡར་རྒྱས་ཤག་ཆེན་པོ་དེ་ཚོ་གྲས་ཀྱིས་ནང་ཆོས་ལ་དམིགས་བསལ་དོ་སྣང་ཅིག་བྱེད་བསྡད་ཀྱི་འདུག་ག། ངས་ཚན་རིག་པ་དེ་འདྲ་མང་པོ་ཐུག་གི་ཡོད་རེད། ནང་ཆོས་ཀྱི། ཅེས་བློ་སྦྱངས་སྟངས་འདི་གཙོ་བོ་ཆོས་རིག་དོན་རྣམ་གཅིག་གི་ཤེས་རབ་ཀྱིས་བློ་ལ་འགྱུར་བ་གཏོང་སྟངས་དེ་པའི་ཚན་རིག་དང་མཐུན་པ་ཅིག་གིས་བཞི་པོ་ཡག་པོ་རེད་བཞག་ཟེར་ནས་དམིགས་བསལ་དགའ་མོས་རུ་བྱེད་འདུག་ཨ་ནི་ང་རང་ཚོ་དེ་ནས་ས་ཁུལ་འདི་རྒྱལ་འདིའི་གཅིག། ཆོས་ཀྱི་བློ་སྐྱེད་གསར་པ་བྱས་མེད་པ། ང་རང་ཚོ་ཕ་མེས་ནས་དུས་ནས་ཆོས་འདི་དོ་སྣང་བྱེད་བསྡད་ཀྱི་ཡོད་རེད། བྱས་ཙང་ཁ་སངས་རྒྱས་ཀྱི་ཆོས་འདི་དངོས་གནས་གཅིག་འཛམ་བུ་གླིང་འདི་གང་ལ་གཅིག་རིམ་པས་ཀྱི་གཅིག་དོ་སྣང་ཆེ་རུ་འགྲོ་ཡ་གཅིག་འདི་གསལ་པོ་རེད་ཤག་ཨེ་རེད་ང་རང་ཚོ་ས་ཁུལ་དེ་ནས་སུ་ཡོད་དེ་བས་དེ་རྗེས་དེ་ང་རང་ཚོ་ཕ་མེས་ནས་ནང་པའི་ཆོས་ལ་ཡང་དོ་སྣང་བྱེད་ཀྱི་ཡོད་རེད། ད་གར་གལ་ཆེན་པོ་འདུག་ཟེར་ན་ནང་ཆོས་ཀྱི་འགྲོ་སྟངས་ག་འདྲས་ཡིན་པ་རེད་ཟེར་དེ་སློབ་སྦྱོང་བྱས་བྱས

སངས་རྒྱས་བཅོམ་ལྡན་འདས་མྱ་ངན་ལས་མ་འདས་པའི་བར་དེ་ལ་ཆོས་སྐོར་རྒྱ་ཆེན་པོ་བསྐོར་ཡོད་རེད། ཨེ་ནི་བཅོམ་ལྡན་འདས་མྱ་ངན་ལས་འདས་པའི་རྗེས་ལས་ཡ་ཀླུ་དྲུག་ཡབ་སྲས་སེ་ཨ་རོ་གཅིག་དེ་ཚོའི་གྲས་ཀྱིས་ཨེ་ནི་སངས་རྒྱས་ཀྱི་བསྟན་པ་འདི་སྔོན་དང་དྲ་གནས་ཀྱི་པའི་ལུང་དང་རིགས་པ་ཟུང་འབྲེལ་གྱི་ཐོག་ནས་སངས་རྒྱས་ཀྱི་བསྟན་པ་དེ་འཛིན་བྱེད་ཐུབ་ས་ཡིན་པ་རེད། ང་རང་ཚོ་བོད་གངས་ཅན་ལ་ཆ་བཞག་ན་སྔོན་ནས་དྲང་གནས་ཀྱི་བའི་ཆོས་རྒྱལ་མའི་སྲོང་བཙན་སྒམ་པོ་དང། དེ་ནས་མང་ཆེ་ནས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་དང་བཞི་དེ་ཚོའི་སྐབས་ནས་བའི་སངས་རྒྱས་ཀྱི་བསྟན་པ་བས་ཡོངས་སུ་རྫོགས་པ་སྟེ། སྔོན་ནས་དྲ་གནས་ཀྱི་བོད་རེ་ཡ་མཁན་ཆེན་ཤི་བ་སོས་ཐུགས་རྗེ་བཀའ་དྲིན་གྱི་བོད་ལ་བ་འགྱུར་བཅས་ཨེ་ནི་དེའི་ལུང་རྟོགས་ཀྱི་བསྟན་པ་དེ་བོད་རིགས་ཀྱི་སྔོན་ནས་དྲ་གནས་ཀྱི་བོད་སྐད་དཀྱིལ་འཁོར་རིག་པའི་སྟེང་ནས་ཨེ་ནི་ག་སོགས་རེད། ཅེས་ཆོས་ཀྱི་གྲོགས་དེ་ཁ་ཆེ། ཆོས་ཡོད་མཁན་གྱི་དང་ཆོས་མེད་མཁན་གྱི་མི་གཉིས་ཆར་ལོ་སྡུག་མཁན་མི་འདོད་པ་དང་བདེ་བ་འདོད་པ་གཅིག་པ་རེད་དེ་ཡིན་ནའི་ཨོ། ཆོས་མི་འདོད་ཆོས་འདོད་མཁན་གྱི་མིས་སྡུག་བསྔལ་གྱི་རྐྱེན་སྣ་ཚོགས་བྱུང་པ་ཡིན་ན་ཡང་དེ་ལ་གདོང་ལེན་བྱེད་ཡ་ཡོད་རེད་པ་ཞིག་གི་ཁྱད་པར་འདུག་ག། ཆོས་ཟེར་མཁན་དེ་བསམ་བློའི་སྟོང་སྟངས་འགའི་ཤེས་བར་བ། ཕྱི་ལུགས་ཀྱི་གཅིག་ལྷ་ཁང་གཟི་གུར་རུ་བཞི་དང་གཅིག་དེ་འདྲའི་སྐད་ཆ་དེ་ཁ་སོ་རེད་གཙོ་བོ་དེ་མ་རེད། གཙོ་བོ་དེ་བསམ་བློའི་ཐོག་ནས་ཕྱི་དངོས་གནས་དྲ་གནས་ཀྱི་སངས་རྒྱས་ཆོས་དགེ་འདུན་ལ་སྐྱབས་སུ་འགྲོ་བའི་ཐོག་ནས་ཨེ་རེད་དངོས་གནས་དྲ་གནས་ཀྱི་བའི་ཅིག་གཏོགས་སུ་བསམ་བློ་ཡོད་མཁན་ཞིག་ཡིན་པ་ཡིན་ན་སྡུག་བསྔལ་དང་ལེན་གྱི་བཟོད་པ

མཐར་ཨེ་ནི། སངས་རྒྱས་བཅོམ་ལྡན་འདས་ཁོ་རང་གིས་ལམ་ག་འདྲས་ཀྱིས་བགྲོད་པ་ནང་བཞིན་ང་རང་ཚོའི་རིམ་པས་རིམ་པས་ཀྱི་བློ་ཡང་ཡར་རྒྱས་བཏང་ནས། སངས་རྒྱས་བཅོམ་ལྡན་འདས་ཁོ་རང་ནང་བཞིན་གཅིག་གི་བྱེད་ཡག་གི་སེམས་ཤུགས་རུ་སྐྱེད་བྱས་བྱས་ཡོད་དུས། བྱིས་པ་གཅིག་གིས་ཁོ་ནུས་པ་ཆེན་པོ་འདུག་ག། ཆོས་མེད་པ་ཟེར་བསྡད་པ་ཡིན་ན། སྡུག་སྐད་རྒྱབ་ཆེ་དད་མ་གཏོགས་མཁན་མི་འདུག་ཆོས་ཡོད་ངེས་ཅན་ཡིན་པ་ཡིན་ན་སྔོན་ནས་དྲང་གནས་ཀྱི་སྡུག་སྐད་རྒྱབ་ནས་བསྡད་པ་མ་ཡིན་པར། གང་ལྟར་སྡུག་བསྔལ་གྱི་རྩ་བར་དེ་ག་རེ་བྱེད་ཀྱི་འདུག་ག་དེའི་རྐྱེན་རེད་བ་ག་དྲི་ག་དྲི་འདུག་ག། སྟོན་པ་བཅོམ་ལྡན་འདས་ཁོ་རང་རང་ཉིད་ཕྱག་བཞག་ནས།

རྐྱེན་ངན་ག་འདྲས་ཀྱིས་ཕྲད་པ་ཡིན་ནའི། སེམས་ཤུགས་མ་ཆགས་པར་བྱས་ནས། སྔོན་ནས་དྲང་གནས་ཀྱི་སྟོན་པའི་ཞབས་འདེགས་ཚུལ་བཞིན་དུ་བསྒྲུབ་བསམ་པའི་སྙིང་སྟོབས་དེ་སྐྱེས་ཡོང་གི་འདུག་བ། ཨ་ནི་ང་རའི་ཉམས་མྱོང་གི་ཐོག་ནས། སྔོན་ནས་དྲང་གནས་ཀྱིས། ཅིག་དཀའ་ངལ་འཕྲད་པའི་ཁ་ཐུག་ལ།

ཁོ་ཤུགས་རུ་གཟིམ་བྱེད་ཐུབ་ན་དངོས་གནས་དྲང་གནས་ཀྱི་ཕན་ཐོགས་ཞེ་པོ་ཞིག་འདུག་ད་ད་རེས་དགའ་བདེས་སླེབས་པ་རེད། ཅེས་འགན་དངོས་གནས་ཆ་བཞག་ན། གཅིག་གིས་བྱང་ཆུབ་ཀྱི་སེམས་ཟེར་བ་དང་སྟོང་ཉིད་ཀྱི་ལྟ་བ་ཟེར་བ་དེ་ཚོའི་གྲས་ཉིན་རེ་བཞིན་དུ་བསམ་བློ་ནན་ཏན་བཏང་གི་ཡོད། དེའི་བསམ་བློའི་ནང་ལས་ཡ།

ཆོས་དད། ཕྱིའི་ལྟར་སྣང་གི་ཆོས་དད་རེད། དབུས་ཡོད་དོ་སྣང་རོགས་དེ་འདྲ་རང་མལ་ངན་གཅིག་གིས་ཡོད་པའི་ཁ་ཐུག་དེ་ང་རང་ཚོའི་ཆོས་དད་དེ་ཡོད་ན་པའི་སེམས་ཤུགས་པས་གོང་ནས་གོང་དུ་འཕེལ་ཡ་ད། ཨ་ནི།

ག་འདྲའི་གཅིག་ལ་ཟེར་གྱི་ཡོད་རེད། སེམས་རྒྱུད་དང། ཉོན་མོངས་ཀྱི་གཞན་དབང་དུ་མི་གཏོང་བ། ཨེ་ནི། སེམས་བརྒྱད་སེམས་ལྷག་པར་དུ་ཡང་བྱང་ཆུབ་ཀྱི་སེམས་དང་དེ་འབྲེལ་གྱི་དགེ་བའི་བློ། སྟོབས་ཆེན་པོ་ཅན་གྱི་སེམས་དུ་གཟིམས་ནས་བྱུང་ན་སྔོན་ན་དྲང་གནས་ཀྱི་མི་ཚེ་དོན་དང་ལྡན་པ་ཞིག་ཡོང་ཡག་ད། ཨེ་ནི། ཀུན་སྤྱི་ཚོགས་ནང་ལ་ཡིན་ནའི་ཕན་ཐོགས་ཡོང་དེ་ཡག་ཅིག་རེད་ཤག། ཨེ་ནི།

ཞེས་ཐོས་བསམ་སྒོམ་པ་ཡར་མར་ཕྲ་བ་ཞིག་འདུག་བྱས་བྱས་ཕན་ཐོགས་ཞེ་བོ་ཅིག་བྱུང། བྱས་ཙང་ང་རང་ཚོ་ཆོས་གྲོགས་ཚོ་ཆ་བཞག་ནས། སངས་རྒྱས་ཀྱི་ཆོས་ལ་ཤེས་ནས་དད་པ་ཐོབ་པ་ཞིག་གིས་འདི་བྱུང་ན་དངོས་གནས་དྲ་གནས་ཀྱི་མི་ཚེ་དོན་དང་ལྡན་པ་མི་ཚེ་སྐྱིད་པོ་ཡོང་ཡག་ཏན་ཏན་ཡོང་གི་རེད། ཨེ་རེད་སྤྱི་ཚོགས་ཁོ་རེ་བའི་ཞི་བདེ

ཨེ་ནི་བས་སྙིང་རྗེ་སྐྱེ་ཡག་ད། ཨེ་ནི་སྟོང་ཉིད་ཀྱི་ལྟ་བའི་ཐོག་ནས་ཅི་ཆོས་རྣམས་སྣང་ལ་མི་བརྟེན་པ། དོན་གྱི་ངོས་ནས་མ་གྲུབ་པ་དེ་འདྲའི་རྗེས་ཀྱི་འཆལ་ཚུལ་རིགས་འདི་ཡིད་དེ་བློ་ལ་ཡ། རྒྱུན་དུ་ཡོད་བསྡད་པ་ཅིག་ཆགས་ཡོང་གི། དེ་ཕན་ཐོགས་ཞིབ་འདུག་ཡ་ཡ། དེ་འདྲ་ཡིན་དུས་ད་ནས་ད་རེས་ང་ཚོ་དེ་ཨེ་ནི་ཐུ་བའི་ཁ་ཐུག་ལ་ཡ། ཆབ་སྲིད་ཀྱི་དགའ་ཞེན་འདི་འདྲ་གི་ཐོག་ནས་ཤུགས་རྐྱེན་ཐེབས་ཀྱི་ཡོད་རེད་ལ། གཙོ་བོ་ང་ཚོ་ཆོས་ཕྱོགས་ཀྱི་ཐོག་ནས་ཆེ་གི། དལ་བ་དང་སྨོན་ལམ་དང་དེ་ཚོའི་ཤུགས་ཀྱིས་དེ་ང་ཚོ་འཛོམས་ཡོང་གི་ཡོད་རེད་པ། ས་དེ་འདྲ་ཡིན་དུས་ཙང་ནས་ཨེ་ནི་ཆོས་ཕྱོགས་ཀྱི་བསམ་བློ་དེ་ཆེ་ལམ་དང་ལུགས་སྲོལ་ལྟ་བུ་ཅིག་ལ་མ་ཡིན་པར། གང་ལྟར་བསམ་བློའི་ནང་ནས་སངས་རྒྱས་ཀྱི་ཆོས་ཀྱི་ཞག་རྩི་རུ་ག་འདྲ་ཞིག་ཡོད་པ་དེ་ཡིན་དུས། སློབ་སྦྱོང་ཡག་པོ་ཞིག་བྱས། སློབ་སྦྱོང་བྱས་ནས་སེམས་ཀྱི་གཏིང་ནས་གྲོགས་རབ་ཀྱི་ཁ་ཆད་བྱུང་པ་ཡིན་ན་ཨེ་རེད་སངས་རྒྱས་ཀྱི་བསྟན་པ་ཡུན་དུ་གནས་ཡག་གི་ཁྱད་པར་ཡོད་རེད་ཆོས་སུ་ལབ་དུས་ཕྱི་ལོག་རུ་གཅིག་གིས་ཨེ་ནི་ཁྲག་ཁྲག་ཟིང་ཟིང་རུ་བྱེད་བྱེད་དེ་ཡང་གཅིག་གིས་དེ་འབྲེལ་གྱི་ཆོས་ལ་བསམ་བློ་བཏང་ན་ཨེ་ནི་ཆོས་ཀྱི་ཞག་རྩིབས་འདི་མཐུན་གྱི་ཡོད་མ་རེད་ག་ད་སེམས་ཀྱི་གཏིང་ནས་ཆོས་ཀྱི་གནས་སྟངས་འདི་ཤེས་པར་བྱས་ནས་བསམ་བློ་བཏང་པ་ཡིན་ན་ཨེ་ནི་སེམས་ཀྱི་གཏིང་ནས་དངོས་གནས་དྲན་ནས་ཆོས་དད་ཀྱི་རྐྱེན་པས་སེམས་ཞི་ཞིང་དུལ་བ་ཞུམ་པ་མེད་པའི་སྙིང་སྟོབས་རྒྱུན་དུ་བསྐྱེད་དེ་ཡང་བྱེད་ཀྱི་ཡོང་བསྡད་ཀྱི་རེད་དེ་འདྲ་ཡིན་དུས་ཨེ་ནི་ཚང་མས་ཆོས་ཕྱོགས་ལ་ཡང།

མི་མང་ཚོ་ཨ་ནི་ཕལ་ཆེ་བ་སྔོན་ན་དྲང་གནས་ཀྱི་སངས་རྒྱས་ཀྱི་ཆོས་ལ་ཡ་དད་པ་ཡོད་དེ་བ་ཞེ་དྲག་ཡག་པོ་རེད་ད་ད་དུང་ཡང་ཅིག་སངས་རྒྱས་ཀྱི་ཆོས་དེ་ག་འདྲི་ཞིག་ཡིན་པ་སངས་རྒྱས་ཀྱི་ག་འདྲི་ཞིག་གསུངས་པ་ཨ་ནི་ཀླུ་སྒྲུབ་ཡབ་སྲས་ལ་སོགས་པ་དེའི་དེ་གི་དེའི་འཇུག་ནུས་ནང་ནས་རྒྱ་གར་བྷ་ག་ཡོད་རེད་ཡ། ཁོང་ན་དྲ་ནས་ལུགས་འདུག་གི་ཆོས་རྒྱ་ཆེར་དར་ཡ་ཨེ་ནི་བོད་བརྒྱུད་ནི་ཧི་མ་ལ་ཡའི་རི་རྒྱུད་གི་ས་ཁུལ་ལྷག་པར་དུ་ཡ་བོད་ལ་ཆ་བཞག་ན་སྔོན་ན་དྲ་ནས་གི་སངས་རྒྱས་གི་ཆོས་ཐབས་དང་ཤེས་རབ་ཡར་མར་ཕྲ་བ་ཟུང་དུ་འབྲེལ་བའི་ཐོག་ནས། སྔོན་ནས་དྲ་གནས་ཀྱི་བྱེད་རྩོམ་གྱི་དཔྱད་པ་བྱེད་པ་དེའི་ཚོད་ཀྱིས་སེམས་ལ་དཔེ་ཡིད་ཆེས་ལས་ཡག་དང་སྙིང་སྟོབས་ལས་ཡག་ཅིག་གི་ཡག་པོ་ཞིབ་པོ་ཅིག་ཡོད་རེད། བྱས་ཙང་དགའ། ཨེ་ནས་ཁྱེད་རང་ཚོར་ཆོས་གྲོགས་ཚོས་ཅིག་སློབ་སྦྱོང་ཡག་པོ་ཞིག་བྱས།

བདེན་བྲལ་དེ་ཉིད་ཤེས་པའི་ཐབས་མེད་ལ། སྲིད་ལ་བརྐམ་པ་ཡོད་ཀྱང་ལུས་ཅན་རྣམས། ཀུན་ནས་ཆོས་ཀྱི་མཐོང་པར་ངེས་འབྱུང་བཙལ། ད་ངེས་འབྱུང་སྒོམ་སྟངས་འདི། དལ་འབྱོར་ཉེས་དགའ་ཚེ་ལ་ལོངས་མེད་པ། ཡིད་ལ་གོམས་པའི་ཚེ་འདི་སྣང་ཤེས་རྟོག། ལས་འབྲས་མི་བསླུ་འཁོར་བའི་སྡུག་བསྔལ་རྣམས། ཡང་ཡང་བསམ་ན་ཕྱི་མའི་སྣང་ཤེས་རྟོག། ས་ད་འདི།

དེའི་གོང་ལ་ངས་ཞུ་ཡག་བྱུང། མོ་ཀོ་ཙེ་ཏུང་ང་ཐུབ་པའི་དཀའ་སྡུག་ལ་མོ་རང་གིས་བསམ་པ་རྣམ་དག་གི་ཐོག་ནས་ང་ཡ་ངའི་བསམ་བློ་ཅིག་ཚན་རིག་དང་མཐུན་པ་ཅིག་གི་བསམ་བློ་ཅི་ཡག་དེ་ཡག་པོ་ཞེ་དྲག་རེད་ཆོས་ཟེར་མཁན་དེ་དུག་རེད་ཟེར་ནས་ང་དེ་འདྲ་བཤད་མྱོང།

གང་ལྟར་དལ་འབྱོར་གྱི་ཆོས་བཅོ་བརྒྱད་ཚང་བ་དེ་འདྲའི་གཅིག་གིས་བྱུང་ན། གང་ལྟར་གཅིག་གིས་རང་བཞིན་གྱི་དོན་བསྒྲུབ་ཡག་ལ། སྣོད་ནུས་དྲང་གནས་ཀྱི་ནུས་པ་དང་ལྡན་པ་ཅིག་ཡོང་ཡག་རེད་ཤག། ད་ཚེ་འདི་སྐྱག་སྐྱག་ཅིག་བསམ་བློ་བཏང་བསྡད་མཁན་ཚོས་ཅིག་དེ་འདྲའི་ཅིག་གིས་ཕྱོགས་ཡོངས་ནས་བསམ་བློ་གཏོང་ཡག་གོ་མེད་པ་ཡིན་དུས་ཚང་ནས་ཀོ་གང་ལྟར་ཅིག་འཕྲལ་སེལ་གྱིས་ཅིག་སྡུག་བསྔལ་སེལ་ཡག་དང་བདེ་བ་སྒྲུབ་ཡག་ཞེས་མ་གཏོགས།

ལས་འབྲས་མེད་ལོ་འཁོར་བའི་སྡུག་བསྔལ་རྣམས། ཡང་ཡང་བསམ་ན་ཕྱི་མའི་སྣང་ཤས་རྟོགས། དེ་ལྟར་བསྒོམས་པས་འཁོར་བའི་ཕུན་ཚོགས་ལ། ཡིད་མི་སྐྱེ་སྤྱི་ཙམ་ཡང་མི་སྐྱེ་ཞིང། ཉིན་མཚན་ཀུན་ཏུ་ཐར་པ་དོན་གཉེར་ལོ། བྱུང་ན་དེ་ཚེ་ངེས་འབྱུང་སྐྱེས་པ་ལགས།

ཡང་དག་རོ་གཅིག་ཟམ་གཏང་ཡོད་འདུན་གཅིག་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་སེང་ཤེས་བྱ་ལ་སྲིད་པ་རང་གི་རྒྱུད་སྡེ་ལ་འབྱུང་རུང་ཡིན་པ་གཅིག་བསམ་བློ་གཅིག་འཁོར་ཡོད་འདུན་སྔོན་ན་དྲང་གནས་ཀྱི་པའི་གཞན་ཕན་གྱི་བློ་རེ་དང་རྣམ་མཁྱེན་དོན་གཉེར་གྱི་བློ་སྐྱེ་བ་དེ་ལ་སྔོན་ན་དྲང་གནས་ཀྱི་སེམས་ཤུགས་ཤིག་སྐྱེ་ཡོང་གི་འདུག་ག།

ཕུན་སུམ་ཚོགས་ཁྱུང་རུ་མི་འགྱུར་བའི། ཀློང་རྡལ་རྣམ་རྒྱལ་བྱང་ཆུབ་སེམས་མཆོག་སྐྱེད། ཤུགས་དྲག་ཕྱོགས་དབུས་བཞི་ཡི་རྒྱུན་གྱིས་ཁྱེར། མདོག་དཀར་ལས་ཀྱི་ཆེ་བ་དམ་པོས་གཏམས། དམ་ཚིག་ལྕགས་ཀྱི་དྲ་བས་ཕོག་ཚུལ་མཛོད། མ་རིག་མུན་པའི་སྨག་ཆེན་ཀུན་ནས་འཐིབས། མུ་མེད་སྲིད་པར་སྐྱེ་ཤི་སྐྱེ་བ་རུ། སྡུག་བསྔལ་གསུམ་གྱི་རྒྱུན་ཆད་མེད་པར་མནར། གནས་སྐབས་བདེ་འགྲོར་སྐྱེས་པའི་མ་རྣམས་ཀྱིས། ངང་ཚུལ་བསམས་ནས་སེམས་མཆོག་སྐྱེད་པར་མཛོད།

འདོད་པའི་བདེ་བ་དེ་པའི་ཐག་རིང་པོ་བལྟས་ཏེ་ངེས་བྱེད་ཀྱི་ཆ་ཡོད་དུས་ཡག་པོ་བསམ་བློ་བཏང་པ་ཡིན་ན་དེའི་རྒྱུ་རྐྱེན་ག་རེ་བྱས་འདུག་ག་བསམ་བློ་བཏང་ཡོད་དུས་གོ་རིམ་པས་སེམས་དུལ་དགོས་ཡ་དེ་ཨེ་ནི་བའི་ངེས་པ་ཐོབ་ཡག་ཅིག་རེད་འདུག་ག་ད་དེ་ནས་ཡང་དག་པའི་ལྟ་བ་བཀོད་པའི་རྒྱུ་མཚན་གནས་ལུགས་རྟོགས་པའི་ཤེས་རབ་མི་ལྡན་ན་ངེས་འབྱུང་བྱང་ཆུབ་གསུམ་ལ་གོམས་བྱས་ཀྱང་སྲིད་པའི་རྩ་བ་གཅོད་པར་མི་ནུས་པས་དེ་ཕྱིར་རྟེན་འབྲེལ་རྟོགས་པའི་ཐབས་ལ་འབད། ད་རྟེན་འབྲེལ་ཟ་དེ་གི། རྟེན་ཟ་དེ། རྟེན་ཞེས་ཆོས་ཉིད་མི་འདོར་ལ། འབྱུང་ཞེས་འཇིག་རྟེན་ཚུལ་ཡང་སྟོན། གཟུང་ཡང་དེ་རེད། རྟེན་ཟ་དེ་གི། གང་ལྟར། ཆོས་ཕྱི་ནང་གི་ཆོས་གང་དང་གང་ན་ཡང། སངས་རྒྱས་ཀྱི་ཐུགས་རྒྱུད་ཀྱི་ཡོན་ཏན་སོགས་བྱ་བཞག་ནས། གང་དག་རྒྱུ་རྐྱེན་མང་པོ་ཞིག་ལ་བརྟེན་ནས་ཡོང་བསྡད་པ་ཞིག་རེད། སྟོན་ཞིག་ཆོས་ཉིད་མི་འདོར་ལ། འཇུག་ཞིག་འཇིག་རྟེན་ཚུལ་ཡང་སྟོན། ཨོ། ཕན་ཚུན་བསྟན་པའི་ཐོག་ནས་ཨང། འབྲས་བུ་བདེ་སྡུག་སྣ་ཚོགས་ཡོང་ཡང་དེ་ཀྱི་དེ་ཨང། ཨོ་གང་དག། རང་ཤུགས་ཀྱིས་ཡོང་དེ་ཡང་རེད་དེ་འདྲ་ཡིན་དུས། འབྲས་བུ་སྡུག་བསྔལ་མི་འདོད་པའི་ཡུལ་འདུས་སྡུག་བསྔལ་གྱི་རྒྱུ་དེ་རྩད་བཅད་ནས་སྤངས། བདེ་བ་འདོད་པའི་ཡུལ་འདུས་རྩ་ནས་བདེ་བའི་རྒྱུ་དེ་བསྒྲུབ་ཡ་ལ་དང་དུ་བླང། དུ་ཟེར་ནས་བྱེད་ཀྱི་ཡིན་ན་ཨེ་ནི། བསྟན་བཅོས་ཀྱི་དོན་དེ་གོ་བ་ཡག་པོ་ཅིག་ཆགས་པའི་ཐོག་ནས་ཨེ་ནི་གང་དང། བྱང་ཆུབ་ཀྱི་སེམས་བསྒོམ་ཡ་དང་སྟོང་ཉིད་ཀྱི་ལྟ་བ་བསྒོམ་ཡ། དེ་ངའི་ངོས་ནས་ཆ་བཞག་ན

སྣང་བ་རྟེན་འབྲེལ་བསླུ་བ་མེད་པ་དང་སྟོང་པ་ཁས་ལེན་བྲལ་བའི་གོ་བ་ཉིད། ཇི་སྲིད་སོ་སོར་སྣང་བ་དེ་སྲིད་དུ་ད་དུང་ཐོས་པའི་དགོངས་པ་བརྟག་པ་མེད། ནམ་ཞིག་རང་ཅག་མེད་པར་གཅིག་ཅར་དུ་རྟེན་འབྲེལ་མི་བསླུར་མཐོང་བ་ཙམ་ཉིད་ནི། ངེས་ཤེས་ཡུལ་གྱི་འཛིན་སྟངས་ཀུན་གཅིག་ན། དེ་ཚེ་ལྟ་བའི་བྱ་བ་རྫོགས་པ་ལ། གཞན་ཡང་སྣང་བའི་ཡོད་མཐའ་གསལ་བ་དང་སྟོང་པའི་མེད་མཐའ་གསལ་ཞིང་སྟོང་པ་ཉིད་རྒྱུ་དང་འབྲས་བུར་འཆར་བའི་ཚུལ་ཤེས་ན། མཐར་འཛིན་ལྟ་བས་འཕྲོག་པར་མི་འགྱུར་རོ། ཞོ་དང་ལབ་ཙེ་གསུམ་པོ་དེ་གི་དོན་དང་སྙིང་པོ་པའི་དོགས་ལ་སྒྲིབ་པ་ཅིག་གིས་གསུང་བཤད་རིགས་དེ་རེད་ཞེས་ང་རང་ཚོ་ག་ལ་སངས་རྒྱས་ཀྱི་ཆོས་ཉམས་སུ་ལེན་མཁན་གྱི་གཙོ་ཆེ་ཤོས་ངེས་འབྱུང་བྱང་སོགས་ཡང་དག་པའི་ལྟ་བ་གསུམ་མོ། ངེས་འབྱུང་བཅས་བྱང་ཆུབ་ཀྱི་སེམས་དང་ཨེ་ནི་ཡང་དག་པའི་ལྟ་བ་འདི་གསུམ་པོ་དེ།

དཀོན་མཆོག་གསུམ་ལ་བདག་སྐྱབས་ཤིག། སྡིག་པ་ཐམས་ཅད་སོ་སོར་ཤོག། ཨ་ལས། ད་ད་ད་ག་ཐོས་ཤིག་ད་ག་ཐོས་ཤིག། སྡིག་པ་ཐམས་ཅད་སོ་སོར་ཤོག་འགྲོ་བའི་དགེ་ལ་བྱེད་ཡིན་རང། སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང། སངས་རྒྱས་ཆོས་དང་ཚོགས་མཆོག་ལ། བྱང་ཆུབ་བར་དུ་བདག་སྐྱབས་ཤིག། རང་གཞན་དོན་ནི་རབ་བསྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་གྱིས། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་ཀྱིས་ནི། སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་བགྱི། འགྲོ་ལ་ཕན་བྱེད་སངས་རྒྱས་འགྲུབ་པར་ཤོག། ལན། དང་པོ་གསུམ་ནས་གཉིས་པའི་ཡང་སྤྱི་མདོས་སྔར་བཞིན་མཛད་པར་ཞུ། གང་ཟག་ཚོགས་ཀུན་སྦྱོར་གསུམ་ལ་བདག་སྐྱབས་མཆི། སྡིག་པ་ཐམས་ཅད་སོ་སོར་བཤགས། འགྲོ་བའི་དགེ་ལ་བྱས་ཡིན་རུང། སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང། སངས་རྒྱས་མཆོག་དང་ཚོགས་མཆོག་ལ། བྱང་ཆུབ་བར་དུ་བདག་སྐྱེ་བཞི། རང་གཞན་དོན་ནི་རབ་བསྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་གྱིས། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་ཀྱིས་ནི། སེམས་ཅན་ཐམས་ཅད་བདག་གི་མགྲོན་དུ་ཉོན། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་གྱིས། འགྲོ་ལ་ཕན་བྱེད་ས་བརྒྱད་འགྲུབ་པར་ཤོག། ད་ལན་གསུམ་པའི་ཡང་སྤྱི་བསྟོད་སྔར་བཞིན་མཛད་པར་ཞུ། དགུན་ཚོགས་གསུམ་ལ་བདག་སྐྱབས་ཤིག། སྡིག་པ་ཐམས་ཅད་སོ་སོར་བཤགས། འགྲོ་བའི་དགེ་ལ་བྱས་ཡི་རང། སངས་རྒྱས་བྱང་ཆུབ་ཡིད་ཀྱིས་བཟུང། སངས་རྒྱས་ཆོས་དང་ཚོགས་མཆོག་ལ། བྱང་ཆུབ་བར་དུ་བདག་སྐྱབས་ཤིག། རང་གཞན་དོན་ནི་རབ་སྒྲུབ་ཕྱིར། བྱང་ཆུབ་སེམས་ནི་བསྐྱེད་པར་གྱིས། བྱང་ཆུབ་མཆོག་གི་སེམས་ནི་བསྐྱེད་ཀྱིས་ནི། སེམས་ཅན་ཐམས་ཅད་བདག་གི་མགྲོན་དུ་གཉེར། བྱང་ཆུབ་སྤྱོད་མཆོག་ཡིད་འོང་སྤྱད་པར་གྱིས། འགྲོ་ལ་ཕན་བྱེད་སངས་རྒྱས་འགྲོ་བར་ཤོག།